དེ་མ་ཤོར་བར་ཅིག་ཡོང། ངོ་ཚའི་རྩ་ཡིན་ཟེར་གི། རྩ་གཅིག་ནི་ཡང་ལག་པ་འདུག་ཐུགས་ཀ་ཆེན་པོ་ཡིན་ན་རེ་བ་འདུག་ག་ལག་པ་འདུག་སོགས་སླེབས་ཡིན་ན་ད་རྩ་དེ་ཁུམ་བྱས། ངས་མ་འདི་ཤི་འགུ་ད་སྙིང་རྗེ། ཀུན་སྦྱོར་ཡོན་ཏན་ཡིན་པ་ཡོད་འབྲི་གུང་ཀུན་སྦྱོར་བསམ་གཏན་འོག་པོ་ཟེར་གི་ཡོད་དེ་རྩ་དེ་མིན་ལ་ངོ་ཚའི་རྩ་ཟེར་བ་རེད་ས་ཁོ་ལག་པ་འདུག་ཐིམ་པ་ཡིན་ན་ཁོ་ངོ་རུ་ག་ཚད་དགོས་ཡིན་ན་ཨེ་ནི་ཁོ་ལྟོགས་ས་རྩ་དེ་ཁུམ་འགྲོ་ངེས་ཚིག། དེ་ཚོ་དེ་ཚོ་བྲལ་ཏེ་རྩའི་ནུས་པ་ལས་བཞག།

ལུས་ཀྱི་ཡང་དག་འདུས་ཚད་ལས་སྒྲུབ་མཛད་པའི་འདུས་ཚད་ཀྱི་སྒོ་འདིའི་སྒོ་རང་རང་གི་མཐུན་པའི་རྒྱུ་ལ་བརྟེན་ནས་ཡོངས་གོ་རེ། ཉེར་ལེན་གྱི་རྒྱུ་ལ་བརྟེན་ནས་ཡོངས་གོ་རེ། ལྷན་ཅིག་བྱེད་ཉེར་བསྒྲགས་མེད་དུ་ཡོངས་གོ་རེ། འོ་ན་ཉེར་ལེན་གྱི་རྒྱུ་ཤ་ཡིན་ས་ནི་གོ། འདུས། སྤྱིར་གྱིས་ནི་འདུས་རིགས་ཚུན་པོ་གཅིག་གི་ཐོག་ནས་འགྲོ་དགོས་ཨ་རེ་ད་གོ། ད་རིགས་མཚུངས་པ་ཟེར་དེ་བཤད་ཁག་པོ་རེད། ང་རང་ཚོའི་རྣམ་ཤེས་ཀྱི་རྟེན་བྱེད་ངེས་ཀྱི་ལུས་ཀྱི་རྡུལ་ཕྲ་རབ་དེ་དག་རྣམ་ཤེས་མེད་དེ་ངེས་ཀྱི། ག་ཚོད་བུ་གི། དཔེར་ན་རྡོ་རྡོ་དེ་ཚོ་དྲེག་གི་ཁོ་རྡུལ་ཕྲ་མོ་ག་རེ་ཟེར་ནས་ཁོ་རིགས་གཅིག་པ་རེད་ཟེར་གི་འདུག་ག། ད་ཁོ་ཨ། རྡུལ་རིགས་དུ་མ་འདུས་ནི་ད་ཕྲ་རབ་རེད་ད་ལྟ་རྡུལ་ཤིན་ཏུ་ཕྲ་བ། ཕྲ་རབ་དུ་མ་འདུས་ནི། མཚམས་རུང་གི་འདྲེ་གཅིག་ནི་རྣམ་ཤེས་ཀྱི་རྟེན་བྱེད་དྲུག་ཡོད་པ་དང། མཚམས་གི་འདྲེ་གཅིག་པ་དུ་རྣམ་ཤེས་ཀྱི་རྟེན་བྱེད་མི་ཚུགས་པ་འདི། ད་ལྟ་ཞབས་བཤད་མི་འདུག་ག། ད་རྫུས་ཕྲན་ཞིག་བསམ་བཏང་ཡང་རེད་བྱ་བྱ་བ་བྱས་རེད་བྱ། ད་དེ་ག་ཚོགས་ཚན་རིག་པ་ཚོས་གཙོ་བོ་བསམ་བཏང་ཡང་རེད་མ་གཏོགས་ང་ཚོས་ཆོལ་ཁ་ཁག་པོ་རེད། ཚེ་བ་དེ་རིང་ཡིན་དུས་ས་ནས་གང་ལྟར་ཡག་ཡིན། སེམས་ནི་བེམ་པོའི་ཆོས་འདིའི་ཁོ་ར་རིང་འདྲ་བ་ཅིག་གི་ཉེར་ལེན་གྱི་རྒྱུ་ལས་ཁོ་སྐྱེས་དགོས་ཀྱི་མ་ཡིན་དུས་ས་ནས་ད་ལྟ་ང་རང་ཚོའི་དུས་རིམ་བཅུ་རྩ་གཅིག་པའི་མིའི་ལུས་འདི་གི།

ཨེ་ན་ཅིའི་ཟེར་ནས་མི་འདུག་ག་ནུས་པ་རེ་བ་ཞེ་བོ་ཞིག་གླས་ནས་དེའི་ཨེ་ནི་ནུས་པ་དེ་གི་པའི་འབར་གས་ཆེན་པོ་ཞེ་བོ་ཅིག་ཁོ་ཡོང་སྡད་རེ་བ། ས་དེའི་རྫས་ཀྱི་ནུས་པ་དེ་ཡང་སྔ་མ་སྔ་མ་སྔ་མ་སྔ་མའི་ཐོག་ནས་བྱས་ནས་འདུག་བསམ་བཏང་ཡོང་དུས་ཧ་ལམ་སེམས་མི་བེམ་པོའི་ཆོས་དེ་ཚོའི་པའི་ཁོ་ཡ་ཉེར་ལེན་གྱི་རྒྱུ་རིང་འདྲའི་རྒྱུ་ཡ་མཐར་ཐུག་ཡ་དེ་ཕྱིན་པ་ཡིན་ན་ཧ་ལམ་ཐོག་མ་མེད་པའི་སོབ་ཆོས་དང་ཁ་བོ་ཞག་རེ་བཞག་ཡ། ཨ་ནི་ག་ཚོགས་སུ་ནི་རྒྱུ་མི་ལས་སྐྱེ་བ་བཤད་དགོས་གི་རེད། རྟག་པའི་རྒྱུ་ལས་སྐྱེ་བ་བཤད་དགོས་གི་རེད་དེ་རིག་པས་གནོད་ཡོང་གི་རེད། ས་དེ་རིག་ས་ནི། སེམས་མེད་བེམ་པོའི་ཆོས་ཀྱི་རྒྱུ་ཡིས་མཐོང་བ་བྱ་ཐལ། རིགས་འདྲའི་ཉེར་ལེན་གྱི་རྒྱུ་བཤད་པ་ཡིན་ན་རྫས་རྒྱུན་རྫས་རྒྱུན་གྱི་རྒྱུ་མཐོང་བ་བརྩི་བ་ཡིན་ན་ཧ་ལམ་མཐོང་བ་བྱ་ཐལ་ཁག་པོ་རེད། ཨོ་དེ་ན་བཞིན། ད། སེམས་ལྡན། གྱི་ནང་ཤེས་པ་སེ་ཨ་ཁོའི།

དེ་འདྲ་ཡིན་དུས་ང་ནི་རྒྱུ་དེ་ལ་ཡང་ལྷན་སྐྱེས་བྱེད་ཀྱིན་པས་ན་མིག་གི་ཤེས་པ་ནི་མིག་གི་དབང་པོ་དང་ནི་ཞིག་ལས་རྩ་དང་རྫུས་ཕྲད་འབྲེལ་བ་ཞིག་ཏུ་བྱུང་བ་རེད། ཨེ་གཙོ་བོ་གཙོ་བོ་དེ་མ་ཐག་གི་ཟེར་ཞིག་ཏུ་མཚུངས་པ་དེ་མ་ཐག་གི་ཟེར་ཡིན་ཤེས་པའི་རྒྱུན་སྔ་མ་ཅིག་གང་ནས་ཡོང་དགོས་ཧ་ཅིག་ཤེས་ཀྱི་འདུག་ད་ལྟའི་སྔས་དུ་ཡིན་ཚུལ་བྱ་མ་ཐག་པའི་གནས་སྐབས་ལ་ཡང་ཤེས་པའི་རྒྱུན་དེ་ཡོང་གི་ཡོད་རེད་ཤེས་པ་ཅིག་ཡོང་གི་ཡོད་རེད། ཤེས་པ་འདི་གསལ་རིག་ཙམ་གྱི་བདག་ཉིད་ཀྱི་ཤེས་པ་འདི་ཉེར་ལེན་གྱི་རྒྱུ་ལས་སྐྱེས་པ་ཡིན་དུ་བྱ་ནས་དེའི་རྒྱུན་སྔ་མ་ཕྱི་མ་བཞག་ན་ཡང་མེད་དུ་བྱེད་པ་འདུག་གོ། རྣམ་ཤེས་མིན་པ་རྣམ་ཤེས་ཀྱི་ཉེར་ལེན་མིན་པའི་ཕྱིར་སྒྲུབ་བྱེད་གཟུང་བྱ་སྟེ་དེ་རེ་ཞིག་ཐུགས་གསང་བཏགས་ཡིན་ཏེ། དེ་འདྲ་ཡིན་དུས། སྐྱེ་བ་མེད་དུ་བྱ་སྟེ།

ཀུ། ཅི་ཙམ་རུ་འདི་འདྲ་པོ་ཤ་ཡོད་ནས་ཀུ། ལུས་ཀྱི་རྡུལ་ཕྲ་རུབ་གང་ནས་བཤད་པ་ཡིན་ན་འདྲ་བ་དེ་ཅི་ཡང་མ་རེད་ངས་མ་ངས་ངོ་ཞེས་པའི་ཚིག་རིག་པ་ད་ཤ་ཚ་རེ་རེད་ཡག་པོ་ཞིག་བཅོས་ཨ་ཁོང་གིས། མཛུབ་མོ་ནི་འདི་གང་ལ་མི་ཐུང་རྒྱུ་དུས་དུས་ད་དྲུག་ཅུ་ལྷག་ཙམ་རེད། དྲུག་ཅུ་བདུན་ཅུ་བར་ར་ལ་ཡོད་བསྡད་པ་འདི་ཡིན་འདི་གིས་ཨ་ནི། ནང་གི་ཡིན་ནི་ཀླད་པའི་རྫས་རྡུལ་ཕྲ་རབ་རྫུས་ཏེ་མེ་དྲག་མེ་དྲག་མེ་དྲག་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ཙང་ནི་འཛམ་བུ་གླིང་འཐུང་ཚུལ་མེ་དྲག་འཐུང་རྒྱུ་ནི་དྲུག་ཅུ་བདུན་ཅུ་ཅིག་གི་མེ་དྲག་ཡོང་གི་རེད་ཟེར་ནས་ཀུན་གླེང་བཤད་སོང་ཙང་འདི་རེད་དོ། རྡུལ་ཕྲ་རབ་གང་ནས་རྡུལ་ཕྲ་མོ་གང་ལུས་ཚིག་ན་མེ་དྲག་མེ་དྲག་མེ་དྲག་གཏོགས་སུ་ཡོད་བསྡད་པ་ཅིག་རེད། དེ་འདྲའི་དོགས་ནི་གང་ཟག་ཤ་པ་ན་རྒྱག་ཡོང་གི་རེད་དེ་ཡིན་ནི་ད།

ཉིང་བསྲུབ་བྱ་རེས་ཁྱབ་པ་ཡོད་རེ་ཞུ་ནི་ཡོད་མ་རེད་ཟེར། དེ་ཙམ་ན་ཕ་ཡི་ཁུ་ཁྲག་ཕ་ཡི་ཁུ་བ་སྐྱོན་ཁྱོད་ནས་མེད་ཐུབ་བྱེད། ད་ཁོའི་ནང་འབུ་བྱུང་འདུག་དེ་ཁོ་ད་དེའི་སྐྱོན་ཁྱོད་ནས་མེད་པ་བྱེད། ངའི་དེའི་སྐྱོན་ཁྱོད་ནས་མེད་པ་བྱེད། ཨེ་ནི་ངའི་གི་ནང་གོང་བཤད་ཡོད་རེད་ཨོ་དེ་ཚོ་དེའི་སྐྱོན་ཁྱོད་ནས་མེད་པ་བྱེད་ཀི་ཁོ་གཉིས་འདུས་པ་ཙམ་ཞིག་གིས་ངའི་ཆགས་པའི་ཁྱད་པར་ཡོད་མ་རེད་ཟེར། ད་དེ་ལ་ཡུལ་ཉིང་བསྲུབ་འབུ་ཅིག་ལྐོག་འདུག་ཨ། ད་རྒྱུ་རྐྱེན་གསུམ་པ། རྫས་འདུས་པའི་ཆ་ནས་རྒྱུ་རྐྱེན་གསུམ་པ་ཕལ་ཆེར། ད་ཞག་ཐོ་ཡ། ད་རྩལ་ད་རྩལ་གྱི་རྒྱུ་ལས་མ་གཏོགས་ད་ཞག་ཐོ་ཡ་ཡོད་མ་རེད། ཞག་ཐོ་ཡ་མི་འདུག་རྩ་ནས་ད། སྐྱེ་བ་ལས་ངན་གྱི། བར་སྲིད་པ། ཅིག་དེ། དེ་སྐྱེ་བ་ལས་ངང་གི། ལས་ཀྱི་འབྲེལ་བ་ཡོད་བསྡད་པ་ཅིག་གིས་དེ། བར་སྲིད་ཉེ་བར་གནས་པར་ཟེར་ཡ་དེ་ད། མ་གཏོགས་ཨེ་ནི་ཞག་བསམ་མི་འདུག་བ། དེ་བསམ་ད་ཡ་འདུག་བ།

བྱ་བ་རེ་ཤས་ཡིན་པས་དབུ་དེར་ཡང། རིག་པ་དང་འགལ་བའི་གྲུབ་མཐའ་ཁས་ལེན་ན་སྨྲ་བ་པོ་ཚད་མའི་སྐྱེས་བུ་མི་རུང་བའི་ཕྱིར་རོ་ཞེས་གསུངས་ཀྱི་འདུག་ག་རིག་པ་དང་འགལ་བའི་གྲུབ་མཐའ་ཁས་ལེན་ན་སྨྲ་བ་པོ་ཚད་མའི་སྐྱེས་བུ་མི་རུང་ན། མངོན་སུམ་ལ་གཡོན་གང་ཞིག་བཤད་པ་ཡིན་ན་དེས་ཚད་མའི་སྐྱེས་བུ་ཡོངས་ཤིང་མར་བ། ས་དེ་འདྲ་ཡིན་དུས་ས་ནས།